གྲོགས་པོ་རྣམ་པ་ཀུན་ཁམས་སང་ང་རྒྱ་ལོ་ཡིན། ཤིང་མོ་འབྲི་ལོ་ཡིས་སྣང་ལོ་ས་དང་བསྲེས་པའི་དུས་བཟང་གི་ཉིན་མོ་འདི། ངས་འཛམ་གླིང་ས་ཕྱོགས་ཀུན་ཏུ་བྱོལ་བའི་བོད་རིགས་སྤུན་ཟླ་ཚང་མ་ལོར་ཡར་ལོ་གསར་པའི་གྱི་བཀྲ་ཤིས་སྨོན་འདུན་འདེབས། བོད་ཁ་བ་ཅན་གྱི་ཞིང་ཁམས་ལ། ལྟ་བ་ཉམས་ལེན་ཡོང་པའི་བཀྲ་ཤིས་ཤོག། ཁྱུ་བྱ་ཕན་ཚུན་བར་ལ་ཆགས་སྡང་མེད་པའི་བཀྲ་ཤིས་ཤོག། ཆོལ་ཁ་ཕན་ཚུན་བར་ལ་འགལ་བ་མེད་པའི་བཀྲ་ཤིས་ཤོག། ལྟ་བ་གསར་རྙིང་བར་ལ། འཁོན་འཛིན་མེད་པའི་བཀྲ་ཤིས་ཤོག། ཇི་ལྟར་རྒྱ་མཚོ་རིན་ཆེན་སྣ་མོ་ལྟར། གཡག་གི་སྤང་ལ་ཤ་མོ་བརྡོལ་བ་ལྟར། རང་རེའི་ཁ་བ་ཅན་གྱི་སྤྱི་བོ་ན། སྤར་འཁོན་ནང་ནས་སྤར་བ་མ་ཡིན་པ། ལྟ་བ་སྣ་ཚོགས་འཛིན་པའི་བཀྲ་ཤིས་ཤོག། ལྟ་བ་སྣ་ཚོགས་འཛམ་པའི་སྤྱི་མཚོ་ནས། རྒྱ་མཚོའི་རླབས་ཀྱིས་བྱེ་མ་དེད་བཞིན། ལྟ་བ་ཕུན་སུམ་བག་ལ་འདྲེན་མཛོད་ཅིག། ལྟ་བ་བཟང་པོ་དག་གིས་ངན་པ་འཇོམས། ལྟ་བ་བཟང་པོའི་སྤྱོད་པ་བཟང་པོ་སྤེལ། སྤྱོད་པ་བཟང་བས་འབྲས་བུ་བཟང་པོ་འཕེལ། འབྲས་བུ་དེ་ཡི་རང་བཞིན་ཀུན་ལ་འཕེལ། དགའ་བདེ་དཔའ་ལ་འཁོད་པས་བཀྲ་ཤིས་ཤོག། ཁྱད་པར་བདག་དང་བདག་འདྲའི་ཞིང་འབྲོག་མང་ཚོགས་རྣམས། ལངས་ཕྱོགས་ཁོ་ན་རྩོད་པ་མ་ཡིན་པ་གནས་ལུགས་རྗེས་སུ་འབྲངས་པས་བཀྲ་ཤིས་ཤོག། གྲུབ་མཐའི་ཆེད་དུ་ལྟ་བ་མི་རྩོད་པ། གནས་ལུགས་ཆེད་དུ་ལྟ་གྲུབ་འཛིན་པ་ཤོག། ལངས་ཕྱོགས་ཆེད་དུ་གནས་ལུགས་མི་རྩོད་པ། གནས་ལུགས་དོན་དུ་མི་ཚེ་འདའ་བ་ཤོག། དཀར་གཟི་དམར་གཟི་བར་ལ་འཁོན་འཛིན་མེད་པ་ཤོག། གསར་མ་གཉིས་མེད་བར་ལ་འཁོན་འཛིན་མེད་པ་ཤོག། ཆོས་གཞུང་སུན་མི་ཐེག་ལ་འཁོན་འཛིན་མེད་པ་ཤོག། དཔོན་སྡེ་ཕེབས་འདས་བར་ལ་འཁོན་འཛིན་མེད་པ་ཤོག། ལྟ་བ་གསར་རྙིང་བར་ལ་འཁོན་འཛིན་མེད་པ་ཤོག། སྤྱིར་རྟ་རྒས་ཆུ་བླག་ཅིག་སྔོན་ནས་འདི་ལྟར་སོང། ལྕམ་གྱི་ཞག་ཟིན་རི་བོང་རྩྭ་ཟིན་གཉིས། ཟས་ཀྱི་དོན་དུ་གྲུ་ཁར་འདུ་བ་ལས་རེ་ཞིག་རང་རིགས་མཐུན་པའི་འཁོར་རྣམས་དུ་རང་རང་སོ་སོའི་སྤྱོད་པ་བཅོམ་ན་ལེགས། འགྲོ་པ་རྣམས་ཀྱིས་ཕ་ཤ་ཟ་བ་དང། རོང་པ་རྣམས་ཀྱིས་མ་ཀི་འཐུང་བ་སོགས་འདོད་ན་བཙན་གྱིས་བཀག་པའི་དོན་ཡང་མེད། མ་འདོད་ནན་གྱིས་བཀུར་བའི་དོན་ཡང་མེད། བཀྲ་ཤིས་ཤོག། ཞིམ་པའི་ཞིང་ཁར་དར་བའི་བཀྲ་ཤིས་ཤོག། འགྲོ་བའི་འབྲོག་ལས་དར་བའི་བཀྲ་ཤིས་ཤོག། བླ་མའི་ཆོས་རར་དར་བའི་བཀྲ་ཤིས་ཤོག། བོན་པོའི་དྲང་བདེན་བསྐྱངས་བའི་བཀྲ་ཤིས་ཤོག། སྨན་པའི་ལག་རྩེར་དར་བའི་བཀྲ་ཤིས་ཤོག། དགེ་རྒན་མཁྱེན་རྒྱ་ཡངས་པའི་བཀྲ་ཤིས་ཤོག། སློབ་མ་ཡོན་ཏན་འཕེལ་བའི་བཀྲ་ཤིས་ཤོག། མདོར་ན་ལས་རིགས་སོ་སོའི་ས་མཚམས་ནས། མི་ཚེ་རིང་དམ་ཉེས་པའི་བཀྲ་ཤིས་ཤོག། ཁྱད་པར་རིགས་ཁ་བ་སྦྱིན་པའི་སྐྱེ་བོ་རྣམས། སེམས་ལ་བྱམས་དང་སྙིང་རྗེ་ལྡན་པ་ཤོག། སྙིང་རྗེ་དེ་ཡང་ཤེས་རབ་རང་བཞིན་ཅན། སྙིང་རྗེ་ཤེས་རབ་ཟོམ་དང་འཇུས་པར་ཤོག། ཕྱོགས་སུ་མ་ལྷུང་དོ་མཉམ་ཡོང་བར་ཤོག། ཆུ་དང་འཇིག་རྟེན་དོ་མཉམ་ཡོང་བར་ཤོག། ཆུ་བྱིན་འཇིག་རྟེན་བརླག་ན་རྩ་དོན་ཤོར། འཇིག་རྟེན་ཅན་པའི་ཆུ་ཡང་དོར་མི་རུང། ཆུ་དང་བཞི་སྟེ་དོ་སྣང་མྱོང་བར་ཤོག། གསང་བའི་དཔལ་ཡོན་ནམ་མཁའི་མཐའ་དང་མཉམ། དངོས་པོའི་དཔལ་ཡོན་ཆུ་བོའི་རྒྱུན་ལས་རིང། དཔལ་ཡོན་སྙིང་གཙང་ཡོང་བའི་བཀྲ་ཤིས་ཤོག། ཕྱི་མའི་དོན་དུ་ཚེ་འདི་མ་བརླག་པ། ཚེ་འདིའི་ཆེད་དུ་ཕྱི་མ་མ་བརྗེད་པ། འདི་ཕྱི་གཉིས་ཀ་ཡོད་པའི་བཀྲ་ཤིས་ཤོག། མི་འདི་སྨྲ་ཤེས་དོན་གོ་ཚིག་ཉིད་ཅན། ལྷག་པར་གངས་ཅན་བོད་ཀྱི་གཞོན་སྐྱེས་རྣམས། གཞན་སེར་ཁོ་ནི་རྗེས་སུ་མ་འབྲངས་པ། བསམ་བློའི་རང་ཚུགས་འཛིན་པའི་བཀྲ་ཤིས་ཤོག། བསམ་གཞིགས་ནུས་པ་ལྡན་པའི་བཀྲ་ཤིས་ཤོག། དགེ་ཚུལ་བསམ་བློ་ཡོད་པའི་བཀྲ་ཤིས་ཤོག། མདོར་ན། མི་རིགས་ཕན་ཚུན་བར་ལ་འགལ་བ་མེད་པའི་བཀྲ་ཤིས་ཤོག། གཅིག་གིས་གཅིག་ལ་བརྩི་བཀུར་བྱེད་པའི་བཀྲ་ཤིས་ཤོག། ཁྱད་པར་རྒྱལ་ཁབ་སྔར་བས་སྟོབས་འབྱོར་ལྡན། དམངས་ཀྱི་འཚོ་བ་ཇེ་དགར་ཇེ་དར་ཤོག། རྒྱལ་ཁབ་ཁྲིམས་ལྟར་སྐྱོང་བའི་བཀྲ་ཤིས་ཤོག། ཁྲིམས་ལ་གཡོ་འཁྱུག་མེད་པའི་བཀྲ་ཤིས་ཤོག། དྲང་བདེན་ཉི་མ་ས་སྟེང་ཡོངས་ལ་ཁྱབ། འཛམ་གླིང་ཞི་བདེ་ཡོང་བའི་བཀྲ་ཤིས་ཤོག།